སྒོ་མོ་དེ་ལས་གྲུབ་པ་རྣམ་པ་ད་སྔའི་མཁའ་སྦྱོང་ལས་ས་བཤད་གཅིག་དང་དྲི་བ་གཉིས་ཟེར་ཡས་ཀྱི་སྐད་ཆ་དུམ་བུ་ཆུང་ཆུང་ཞིག་བཤད་འོང་གི་ཡོད། ས་བཤད་གཅིག་དེ་ག་རེ་ཡིན་ཟེར་དུས། དེ་རིང་ཉི་མ་གང་ལ་ང་ལ་ཨ་ནེ་སྔོན་དུ་ཕྱི་མ་གི་ནང་མ་བྱས་གན་དགོས་པ་དེ་འདྲ་ཐང་ག་འདྲ་པོ་སྐུ་འདྲ་འདྲ་པོ་ཕ་གཅིག་པ་རི་ཉེག་གསུམ་གཅིག་ཉེ་བ་ཅིག་གཏོང་བྱུང། ད་ངུས་ནས་དྲུང་ནས་དཀའ་ལས་རྒྱག་ཤོག། ད་རེ་བལྟས་ན་དཀའ་ལས་རྒྱས་ལྡན་གྱི་མང་ཆགས་དེ་བཀའ་བརྒྱུད་པ་གི་གྲྭ་ལོག་དེ་ཚོ་རེད་ཤག།

དེ་སོགས་སྟོང་བཀའ་ཐུགས་རྗེ་ཆེ་བཀའ་ལ་རྒྱ་ཞག། ཡིན་ན་ཡང་ཨ་ནི་དུས་རབས་བཅུ་གྱི་སྤྱན་སྔ་པ་གི་ནང་ལ་ཡང་ང་ཚོ་སྔོན་ཚེ་ཤིང་ལོ་རྒྱུས་ལ་གྱེན་ལ་འགྲོ་ནུས་ཀྱི་བོད་པ་ཡོད་རེད་ཟེར་གོ་མ་ཉོན་ཡོད་ཨེ་ཡོད་ན་དྲན་གྱི་འདུག་ས་སྐྱའི་གཙོ་བོ་དེ་དེ་ཡིན་བྱས་ཙོ་དེ་འདྲ་བོ་སྐུ་འདྲ་ཐང་ག་བཀའ་ལ་རྒྱ་དེ་ཡ་དེ་གི་བོད་བཙན་པོའི་བཀའ་ལ། ཨ་ནི་བོད་པ་ཟེར་ཡ་དེ་སྔོན་དེ་ཤིང་ལོ་རྒྱུས་ལ་འགྲོ་མཁན་གྱི་ཡིན་པ་བགྲོ་ཐུབ་ཀྱི་མ་རེད་ཟེར་ཡ་དེ་ཡིན། བྱས་ཙང་ཨ་ནི་ལྷག་པར་སྐྱེས་འདི་དུས་རབས་སྐྱེ་ལྔ་བཅུ་རུའི་བར་གྱི་ནང་ལས། ལྟོས་བཅས་ཀྱི་གོང་བ་ཤིང་ལོ་རྒྱུས་ལ་གན་དགོས་པ་དེ་རི་མོ་བྲི་མཁན་འདྲ་བོ་ཨ་ནི་སྐུ་འདྲ་འདོན་མཁན་ཚོ་གི་འགའ་བ་དེ་ཚོ་གི་ག་འདྲ་བྱུང་བ་ཡིན་ནམ་མ་གཏོགས་ཨ་ནི་དེའི་སྔས་རྗེས་ཀྱི་བླངས་མ་དེ་ཚོ་ཡང་མི་འདུག་བ་དེ་འདྲ་རེ་རེ་གཉིས་གཉིས་ཡོད་སྲིད་ཀྱི་རེད་ཅིག་བྱས་ན་དམིགས་ཡུལ་ཡོད་ན་ཅིག་ཤེས། ཅིག་བྱས་ན། ཨ་ནི། དྲི་མ་ཞིག་ལས་བྲིས་པ་ཡིན་ན་གང་ཞིག། མདོར་ན་དུས་དྲག་སྤྱོད་ཀྱི་སྤྱན་སྔ་བར་གྱི་ནང་གི་ཐང་ག་དེ་ཚོ་གིས་བོད་བཙན་པོའི་སྐབས་ལ། ཨ་ནི། སྔོན་ཚེ་བརྗོད། ཤིང་ལོང་བརྗོད་ཡོད་རེད་ཟེར་ཡ་དེ་ས་སྐྱའི་ཚོགས་ཀྱི་ཐུགས་ཀྱི་མ་རེད་དྲན་གྱི་འདུག་འོ་དེ་སྔའི་ས་སྐྱ་དེ་དེ་ཡིན། ཁྱོད་རང་ཚོ་དེ་དཀའ་ལས་རེད་དྲན་གྱི་འདུག། ད་རེ་བ། མ་རེད། དྲི་བ་གཉིས་ཡོད་རེད། དྲི་བ་གཉིས་དེ་ག་རེ་ཟེར་ན་དྲི་བ་དང་པོ་དེ་ད་ང་རང་རྩེད་རྩོད་དེ་ཡ་དེ་ཁྱེད་རང་ཚོ་དཀའ་ལས་དཔེ་རྒྱག་གི་འདུག་བདེན་དཔང་དཔེ་ཉོ་གི་འདུག་ག་རེ་ཟེར་ན་བོད་བཙན་པོའི་སྐབས་ལ་སྔོན་ལྟར་ཕྱི་ལོག་རྒྱུ་ལ་གན་ཡོད་བ་རེད། ཁྱོད་རང་ཚང་གི་ཁུངས་གཏུགས་ས་བདེན་དཔང་འདྲ་པོ་དེ་ག་རེ་ཡོད་ཟེར་ན་ཏུན་ཧང་གི་ལོ་རིའི་སྟེང་ལས་བོད་ཀྱི་རྒྱ་ལས་ནང་གི་གི་སྔོན་ལྟར་གཡོ་ཤོག་གི།

ཏུང་ཧྲང་གི་ལོ་རེའི་ཚེ་ཏུང་ཐང་རྒྱ་ར་གི་ཡིག་ཆ་དེ་རེད་ཁ་ཚོན་ངས་སྟོང་པ་ཡོད་པ་ཐང་ཡིག་ནང་ལ་བྲིས་དགའ་བ་དེ་རྒྱ་ཡིག་ནང་ལ་ངས་བལྟས་ཡིན་པའི་རྒྱུ་མཚན་ཅི་རེད་ག་རེ་ལ་ཡོད་རེད་ཐང་ཡིག་གི་ནང་ལ་ཨ་ནི་ད་ལྟ་གི་གཡོག་ཁོ་གི་སྔོན་ད་གཡོག་ཁོ་དེ་ཕྱི་མ་ཞེས་དབྱེ་བ་དེ་ནང་མ་ཞེས་ད་ལྟ་བོད་རྒྱའི་གྱེན་སྟོང་འདི་ཞེས་གྱོན་རྒྱུ་དེ་ཐམས་རྒྱ་ར་ཀ་གི་ཚད་ལྡན་ཚུལ་འདུག་གི་རིག་གནས་ཅན་གྱི་རྒྱ་ཡི་ཚད་ལྡན་ཚུལ་འདུག་ཡིན་ལ་འདུག་བ། ཨ་ནི་ཀྲུང་དབྱང་མཐའ་ཁུལ་གྱིས་ཀླ་ཀློ་ཡན་ཏན་མིན་གྱི་གི་མི་དེ་ཚོ་གིས་ད་ག་རེ་ཞིག་ཡོད་རེད་ཟེར་ན་སྔོན་དེ་བྱུང་བ་བརྗོད་ཡོད་རེད། ཨོ། སྔོན་དེ་དབྱིན་པ་དེ།

འོ་ཁྱེད་ཚོ་གིས་བོད་བཙན་པོའི་སྐབས་ལ་སྔོན་ཚེ་བཤད་ལུང་བརྒྱུད་ནས་གན་གི་ཡོད་པའི་བདེན་དཔུང་དེ་གཉིས་ཡིན། ངས་བོད་བཙན་པོའི་སྐབས་ལ་བོད་ཀྱི་དེ་འདྲ་ཞིག་ཞིག་ཡིན་མེད་བོད་ཀྱི་བདེན་དཔུང་ཡང་དེ་གཉིས་ཡིན་ཡིག་ཆ་ཁུངས་གཏུགས་ས་ཡང་དེ་ཡིན། ཐང་ཡིག་ནང་ལ་ཨ་ནི་བོད་རིགས་ལ་ཡོད་བ་མ་རེད་ཀྲུང་དབྱང་མཐའ་ཁུལ་གྱི་བླ་སློབ་ཀྱི་མི་རིགས་དེ་ཚོ་གི་གིས་སྔོན་ཚེ་བཤད་ལུང་བརྒྱུད་ལས་གན་གི་རེད། སྐྲ་རལ་པ་ཅིག་ལས་དགོས་ཀྱི་ཡོད་རེད། གཅིག་དེ་རེད་དེ་ཁོ་ཚོ་གི་ལུས་རེད། གཉིས་པ་ལ་རོ་བཞི་རེད་ཟེར་ས་ཐག་ཆེ་ཐང་ཡིན་ནོ་བཤད་ཡོད་པ་རེད་ཡིན་ན་དེའི་ནང་དེ་འདྲ་བཟོ་མཁན་དེ་བོད་རེད་ཟེར་ལབ་མི་འདུག་ཨ། དེ་ཁྱོད་རང་ཚོ་དེ་མགོ་འཁོར་ཚར་བ་རེད་དེ་བོད་བོད་དེའི་ནང་ལ་རྒྱ་ཡི་ནང་ལ་བོད་རེད་ཟེར་ལབ་ཡོད་པ་མ་རེད། རྒྱ་གི་བཀའ་དེ་འདུག་གི་མ་རེད་དྲན་གི་མ་འདུག་བཀའ་དེ་དུ་ལ་ཨ་ནི་ཐང་རྒྱ་ར་དུ་དམག་འཁྲུག་བྱེད་དུ་དམག་རྩལ་བྱེད་ཐུབ་མཁན་གཉིས་འདྲ་ཞིག་འདུག་གནའ་མ་རང་མཁན་གྱི་ཨ་ནི་བོད་བཙན་པོ་ཟེར་ཡག་དེ་དམག་ཤུགས། སྟོད་ཤུག་རིང་ན་སྤྱི་ས་ཀུན་དེ་ལ་ཐང་རྒྱ་རོ་དང་འདྲ་འདྲ་ཞིག་བསྡད་ཐུབ་མཁན་ཆགས་དེ་ཡོད་པ་རེད་ལ། ད་ལྟ་མགར་སྟོང་བཙན་ཐང་དེ་བཙོང་གི་སྐུ་མདུན་ལ་འགྲོ་དུས་དེའི་དཀའ་ལས་ཀྱི་རི་མོ་ད་ལྟ་དེའི་དཀའ་ལས་རི་མོ་སྟེང་གི་སྐད་རགས་ཅན་ག་རེ་ཟེར་འགྱུར་ང་ཚོས་ཡན་ལི་པེན་ཟེར་ཡ་དེ་གིས་བྲིས་དགོས་པ་ད་ལྟ་པེ་ཅིང་གུར་ཀོང་པོའུ་ཀང་གི་ནང་ལ་ཉར་ཚགས་བྱས་གོ་ཡོད་རེད་དེའི་དཔེ་རིས་དེ་དྲ་ཐོག་ལ་འདུག་ཏེ་དོ་དེ་གི་ཡང་གའི་སྔོན་དེ་ཕྱི་ལོག་རྒྱ་ལ་གས་མི་འདུག་ཟེར་ཡ་དེ་ཡིན། གཉིས་པ་ལ་ཏུང་ཧོང་གིས་རི་མོ་བྲི་ཡ་དེ་ངས་བྲིས་ན་དཀའ་དེ་དུས་རི་མོ་བྲི་མཁན་གྱི་ཀྲུང་དབྱང་མཐའ་འཁོད་ཀྱི་ཀླ་ཀློ་རིན་གནས་མེད་མཁན་མི་རིགས་ཀྱི་དེ་དེ་འདྲ་ཞིག་ལས་སྔོན་དུ་ཕྱིན་ལོག་འཇུག་གི་རེད་ཟེར་དུས་ཁོ་རང་གིས་དེའི་ནང་ལས་ཀྲུང་དབྱང་མཐའ་འཁོད་ཀྱི་མི་རིགས་རེད་པ་བོད་ཟེར་ཡ་དེ་འོ་དེ་ཡིན་དུས་ཨ་ནི་དེ་གས་དེ་འདྲ་བྱས་ཡོད་བ་རེད་དྲན་ནས་བྲིས་དགོས་པ་མིན་འགྲོ་དྲན་གི་འདུག་དེ་ང་གི་ང་རང་གི་བསམ་བློ་ཡིན་མདོར་ན་ཁྱེད་རང་ཚང་གི་བོད་བཙན་པོའི་སྐབས་ལ་སྔོན་དུ་ཕྱིན་ལོག་འཇུག་ཡོད་རེད་ཟེར་ཡ་དེ་ཨ། ཁུན་ཏུ་ས་གི་བདེན་དཔང་དེ་ངས་བོད་བཙན་པོའི་སྐབས་ལ་དེ་ལྟར་མ་ཡིན་པ་གི་བདེན་དཔང་ཡང་དེ་ཡིན་ཟེར་ཏེ་ས་བཤད་ཡིན། ཨ་ནི། ཨ་ནི། དྲི་ཡ་དེ་ཅི་རེད་ཟེར་ན་ད་འདི་འདྲ་ཅིག་བཙས་པ་རྗེས་ཁྱེད་ཚོ་དཀའ་ལས་བྱ་དངོས་གནས་དཀའ་ལས་བྱས་ཁར་དེ་རིགས་ཐང་ཀ། ཉེག་སོན་རྒྱུ་ཅིག་རག་ཤག་ཐང་ཀ་སྐུ་འདྲ་གཉིས་དེ་ད་དཀའ་ལས་བྱས་དེ་འདི་དམིགས་ཡུལ་དེ་ག་རེ་རེད། ད་བོད་བཙན་པོའི་སྐབས་ལ་དངུལ་དེ་ཕྱི་ནང་རྒྱུ་ལ་གལ་མཁན་ཅིག་ཡིན་པ་སྒྲུབ་ཐུབ་བདེན་དཔང་རག་ན་ག་སྲིད། བཟོ་ཐུབ་པ་ཡིན་ན

ད་ལྟ་བོད་ཀྱི་བོད་བརྒྱུད་སྐད་བརྡ་ཡིན་ཏེ་ཐམས་རྒྱ་ར་སྐད་ཀྱི་རིག་གནས་ལྡན་བོད་ཀྱི་རྒྱ་སྐྱེད་ཚད་ལྡན་ཡིན་ཟེར་ལ་ཡོད་པ་རེད་སྔོན་དེ་ནི་གཡོན་པ་ཀྱི་ཕྱི་མ་ཞིག་གཡས་པ་ཀྱི་ནུ་མ་ཞིག་ད་ལྟ་ང་ཚོ་བོད་བརྒྱུད་སྐད་འདོན་ཏེ་འོ་ན་ད་ལྟ་ང་ཚོ་སྔོན་མ་བོད་དེ་སྔོན་དེ་ཤིང་ལོང་ཅུ་ལས་གན་ཁེ་ཡིན་དུས་ད་ལྟ་ཐམས་རྒྱ་ར་སྐད་ཀྱི་གི་ཕྱི་མ་ཅིག་ཡིན་ཞིག་གན་ལས་འགྲོ་བསྡད་ཡིན་ཏེ། ག་དུས་བོས་ལ་དར་བ་རེད། མི་སུ་གིས་དར་བས་བཏོན་པ་རེད་དུས་ཚད་གང་འདོད་ཀྱིས་ལ་དར་བས་བཏོན་པ་རེད། དེ་ཅི་གསལ་པོ་ཅིག་གསུང་རོགས་གྱིས། ག་སྲིད། ཁྱེད་ཚོས་ཀྱིས་ཨ་ནི། རྒྱ་བཟའ་དཀོན་མཆོག་གི་བཀའ་ལས་དེ་འདྲ་བརྗོད་པ་རེད་ཟེར་བ་ཡིན་ན། ཨ་ནི་འོ་ན་ཁྱེད་ཚོ་གིས་ད་ལྟ་སྟོང་དགུ་མ་བ་ལོ་ཙཱ་དུས་རབས་བཅུ། བཅུ་གཅིག་པ་གི་ནང་ལ་རེད། ཨ་ནི། རྒྱ་བཟའ་དཔལ་འབྱོར་དད་འགྲོ་དུ་ཀརྨ་པ་གྲུབ་པ་མཐོང་བ་དེ་ཚོ། དད་འདི་དེ་ཚོ་དུས་རབས་བཅད་ལྔ་པ་གི་ནང་ལ་རེད།

ཨ་ནི་ང་ཚོ་མི་རིགས་ཀྱི་ལྟ་བ་གཅིག་གྱུར་འགྲོ་ཡ་ལ་ཡང་ཕན་ཐོག་ཡག་པོ་ཡོང་ས་རེད། ཁྱེད་རྣམ་པ་དཀའ་ལས་ཡག་པོ་བྱས་དེ་ཅི་གསུང་བཤད་ཅིག་གནང་ན་དཔེ་ཡག་པོ་ཡོད་ས་རེད་ཟེར་ཡ་དེ་ཡིན། ཨ་ནི་ད་ངས་བརྩེ་བ་བྱེད་གི་མེད་ག་རེ་ཟེར་ན། ཁྱོད་ཚོ་ཀླ་ཀློ་གྲྭ་ལོག་དེ་ཚོ་དང་ནང་ལ་ནི་དུས་ཚད་ཡོད་རེད་ཧམ་པ་ཡོད་རེད། ཨ་ནི་ཁ་མང་པོ་ཡོད་རེད། ཨ་ནི། མེད་པ་སུ་ཡོད་རེད་གང་ཡོད་མ་རེད། ནང་ལ་ཡན་ཏན་ཡོད་མ་རེད་ཕྱི་ལ་ངོ་ཚ་ཡོད་མ་རེད་སྐུ་ལ་སྡང་པ་ཡོད་མ་རེད། བྱས་ཙང་དེ་འདྲ་པོ་གཅིག་གིས་ད་ཁྱི་སྔ་སོ་ལ་རྡོ་ཀ་སེ་འཕངས་ན། ཨ་ནི། ངུ་ཟུག་དེ་ཇེ་མོ་ཇེ་མོ་ཆགས་ཡོང་གི་རེད་ད་ངས་རྡོ་འཕེན་གི་མེད། ཨ་ནི། དེ་ལ་འདྲེ་སྐད་བྱས་ན་དྲི་བ་གཉིས་དང་ལན་བརྒྱ་རུ་གྱིས། དྲི་བ་དང་པོ་དེ།

ག་དུས་རེ་བལྟས་ཅི་ཟེར་ངོ་ཅི་ཟེར་ཡ་དེ་ཡིན་ཨ་ལེན་ཞོ་ཡ་མེད་བཀྲ་ཤིས་བདེ་ལེགས་འོ་འདས་ཀྱི་ཁ་སྐྱོང་ལ་ནི་ས་སྐྱ་གཅིག་དང་དྲི་བ་གཉིས་ཟེར་གྱི་ཡོད།